དེ་ལྟའི་སྒོ་ནས་དེ་ནི་ང་དང་བྱང་ཆུབ་ཀྱི་སེམས་ལ་དེ་གཟུགས་བག་ཡོན་གྱི་ཡོད་པ་ཟེར་ན། ཡོད་པ་ཡིན་ན། དེ་ནི་བག་ཡོན་པོ་དེ་ནི། ད་ཨོ་དོལ་ལྡན་མཁན་ནི་བྱང་ཆུབ་ཀྱི་སེམས་ཟེར་ན་ཅི་ཟེར་ནོ་ཟེར་བྱང་ཆུབ་ཀྱི་སེམས་མེད་དེ་ནི་ངོ་སྤྲོད་དུ་བྱོས་ས་ལ། དོལ་ལ་དེ་ནི་ང་དང་བྱང་ཆུབ་ཀྱི་སེམས་པོ་ལ་རྨོངས་སེམས་དང་འཇུག་སེམས་གཉིས་ཟོས་ཀྱང་རྨོངས་སེམས་ཟེར་ན་ཅི་ནོ་ཟེར་ན་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་གོ་འཕང་ཐོབ་པར་བསམ་པའི་བསམ་པ་ཡིན་ནོ། དེ་ནི་འཇུག་སེམས་ཟེར་ན་དེ་ནི་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་གོ་འཕང། ཐོབ་ནས་བསམ་པའི་བསམ་པ་ལ་དེ་ནི་ཡོད་པའི་ཐོག་ནས་དེ་ནི་སྤྱོད་པ་ལ་ཉམས་ལེན་བརྗོད་བྱ་ཡང་ན་ཕྱིན་དྲུག་གི་ཉམས་ལེན་བརྗོད་བྱ་ཞེས་པ་ལ་འཇུག་སེམས་ཟེར་ནའོ་ཟེར། དེ་ནི་མོ་སེམས་མེད་དེ་ནི་ཕ་ཡོན་པོ་དེ་ནི་བསམ་ཡས་མི་ཁྱབ་པ་ཡོད་ཞུ་ས་ལ། དེ་ནི་བྱང་ཆུབ་མོངས་པའི་སེམས་ལ་སྤྱོད་ཡུལ་གྱྀས་ཞུ་ས་པ་ཡིན་ན་འཁོར་ཚེ་འབྲས་བུ་ཆེ་ཆུང་ཡང་འཁོར་བ་ན་འཁོར་བའི་ཚེ་འབྲས་བུ་དེ་ནི་བསམ་གྱིས་མི་ཁྱབ་པ་ཡོད་གྱྀས་དེ་ནི་ད། འཇུག་པ་བྱང་ཆུབ་ཀྱི་སེམས་ལ་ལྟས་སམ་ཚད་ཡོད་གྱྀས་ནི་སྐྱེ་བ་ནས་ཚེ་རབས་ཐམས་ཅད་དུ་དེ་ནི་ང་དང། དགེ་བ་ཡོད་པར་མ་ཟད་གཉིད་ལོག་ན་ཡང་དགེ་བ་ཡོད་གྱྀས་སྡིག་པ་སྤྱོད་ན་ཡང་དེ་ནི་འཇུག་སེམས་དེ་ནི་དགེ་བ་ཡོད་ཀྱང་འཇུག་པ་བྱང་ཆུབ་སེམས་ལ་ལྟོ་ཡོད་ཀྱང་ཟེར་བཞུགས་ཟེར་ལ། དེའི་སྟེང་བུ་ནི་དག་མོ་སེམས་ཀྱི་ཕ་ཡོན་བུ་ལ་རིག་པས་དེ་ནི་མཐོང་ནས་བཞུགས་པས་ན་རིག་པ་གོ་ལས་བཞུགས་པ་ཡིན། དེ་ནི་སེམས་ཅན་རྣམས་ཀྱི་ལས་གནས་སམ་ས་ལོ་སྙམ་དུ་བསམ་ན་ཡང་ཟེར་རེ་དེ་ནི་སེམས་ཅན་རྣམས་ཀྱི་ལས་པས་དེ་ནི་ང་དང་མགོའི་ནད་ཅིག་གིས་ས་ལོ། མི་རྒན་རྒྱུ་ཞིག་བསམ་ན་དགེ་བ་བསམ་གྱིས་མི་ཁྱབ་པ་ཞིག་ཡོད་པ་ཡིན། དེ་ནི་སེམས་ཅན་མཐའ་ཡས་པའི་སྡུག་བསྔལ་སེལ་ཞིག་བསམ་ན་དགེ་བ་བརྩམས་ཞོས་ཀྱང་ཟེར་ཏོ་རིག་པ་གོ་ལ་མཛད། དེ་སྣ་ཚོགས་ཀ་དེ་ནི་འཇུག་སེམས་ལ་དེ་ནི་ང་དང། བསམ་པ་ཙམ་གྱིས་བར་ནི་ཡོད་པ་ཡིན་ན་དེ་ནི་ཉམས་ལེན་འབྱོར་ན་ཡང་མ་བར་ནི་སྐྱེ་ཟེར་ཏོ་འཇུག་སེམས་ལ་གཞོལ་ཟེར། དེ་སྟེང་པོ་ནི་དེ་ནི་བྱང་ཆུབ་སེམས་དང་ལྡན་པའི་གང་ཟག་ལ་ནི་བསྟོད་པ་དྲུག་པོ་ལ་ཟེར། ལྟོས་སོང་བ་ཟེར་ནི་དེ་ནི་བསྟོད་པ་དྲུག་གི་ཐ་མ་ལ་གང་ལ་སེམས་ཀྱི་དམ་པ་རིན་ཆེན་དེ་སྐྱེས་པ་དེའི་སྐུ་ལ་ཕྱག་འཚལ་ཅིང་གང་ལ་གནོད་པ་བྱེད་ཀྱང་དེ་འདྲ་བ་ལ་ཟེར་དེ་ནི། གཡུང་དྭངས་པའི་ཤོག་ལོ་ཀ་སུམ་ཅུ་སོ་དྲུག་གི་ནང་ཀློག་ག་གྱིས་གསུངས་ཟེར་ལགས་ཟེར་མཁན་པོ་ཏན་ཏན་དེ་ནི་ང་དང། མང་ཉུང་ཇི་ཧ་གོ་ཆ་ཅན་ཅིག་དང་དེའི་ནང་ནས་ཀྱང་དེ་ནི་མི་གཞན་པ་ཞིག་གིས་དེ་སྐོར་ཞིག་ལ་དེ་ནི་ཆོས་ཕྱུགས་ཀྱི་སྐོར་ལ་སྤེལ་རེས་བཏང་ཡོད་པ་ཡིན་ན་དེ་ནི་ཞལ་ཐིགས་ས་ལ་ཡོད་པ་ཡིན་ན་ཏན་ཏན་དེ་ནི་ཆོས་ཕྱུགས་ཀྱི་གཡུང་དྭངས་པས་ན་ཨི་ཙོག་ཞིག་ཡོད་བསམ་ཟེར་དེ་ནི་སོ་སོ་མགོ་བྲེ་ལྡན་ཞིག་དང་ཁ་གདངས་ཟེར་འདུག་མོ་གོ་ཞལ་ཞིག་ཏན་ཏན་ཆགས་ཆགས་ཡོད་བསམ་པའི་ར་བ་ཅོག་ཡོད་ཡ་ལེ།